སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས།
བཀའ་དྲིན་ཚོགས་གཙོ་མཆོག། བོད་ནང་གི་མཛའ་གྲོགས་གནས་སྟངས་ལ་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་སྒང་ལ་ཆ་ཤས་ལེན་གྱི་ཡོད། ད་དེ་རིང་སྐབས་བཅོ་བརྒྱད་པའི་གྲུ་ཚོགས་དང་པོའི་ཐོག་ལ་རེད། དེའང་ད་བོད་ནང་གི་མཛའ་གྲོགས་གནས་སྟངས་ཀྱི་གདུང་སེམས་མཉམ་སྐྱེད་འདི་ང་ཚོའི་འཆར་ཅན་འདྲ་བོ་ཞིག་ཆགས་བསྡད་ཡོད་རེད། ཡིན་པ་ཡིན་ནའང་ང་ཚོས་ད་ག་དུས་ན་ཅིག་ཡིག་ཐོག་ལ་བཀོད་ཡོད་རེད་དེའི་སྒང་ལ་ཆ་ཤས་ལེན་གྱི་ཡོད་རེད། ཡིན་པ་ཡིན་ན་ཡང་ལག་ལེན་ཅིག་བསྟར་ཐུབ་དང་མི་ཐུབ་ཀྱི་གནས་བབ་དེ་ལ་རང་ཚོ་ཚང་མས་དོགས་པ་རྣམ་རྟོག་ཅིག་ཡོང་གི་ཡོད་རེད། ཡིན་ན་ཡང་ད། ལག་ལེན་བསྟར་ཐུབ་དང་མ་ཐུབ་ཀྱི་གནས་སྟངས་མ་རེད་སོ་སོའི་སེམས་བསམ་པའི་མཚོན་བྱེད་ཅིག་ལ་ཆ་ཤས་ལེན་དགོས་ཏེ་གལ་ཆེན་པོ་ཅིག་མཐོང་གི་འདུག་ད་ལྟའི་འདི་བོད་ནང་ལ་ཡང་ན་ད་ང་རང་ཚོ་གཅིག་ཆོས་ལུགས་ཀྱི་ཐད་ཡིན་ན་འདྲ་ལྟོས་དེ་ག་ནང་བཞིན་ད་རིག་གཞུང་གི་ཐད་ཡིན་ན་འདྲ་ལྟོས་དེ་ག་ནང་བཞིན་འགྲོ་འདུག་གི་རང་དབང་ཡིན་ན་འདྲ་ལྟོས་སྨྲ་བརྗོད་ཀྱི་རང་དབང་ཡིན་ན་འདྲ་ལྟོས་ཕྱོགས་ག་བ་བསམ་བློ་བཏང་བ་ཡིན་ན་ད་དཀའ་ངལ་སྒང་ལ་དཀའ་ངལ་ཅིག་མ་གཏོགས་ཡོད་མ་རེད་དེ་ང་ཚོས་ཤེས་ཀྱི་ཡོད་རེད། དཔེར་ན་ཆོས་ལུགས་སྒང་ལ་གཅིག་ལ་བསམ་བློ་བཏང་བ་ཡིན་ན་དགོན་སྡེ་ཁག་ཚང་མ་ལ་ཡང་ཉིན་རེ་ཉིན་རེ་གི་གནས་སྟངས་ཀྱི་སྒང་ལ་ཡང་སྟངས་འཛིན་བྱས་ནས་གང་ལྟར་འཕྲད་ཀྱི་ཡོད་རེད། དེ་འང་ནང་བཞིན་དཔེར་ན་བླ་མ་བླ་ཆེན་ཡིན་ན་འདྲ་དོ་དེ་འང་ནང་བཞིན་རྩོམ་པ་པོ་ཡིན་ན་འདྲ་དོ། ཅིག་ནུས་པ་ཡོད་པའི་ཨེ་ནས་བླ་ཆེན་སྐྱེས་ཆེན་མཁན་པོ་སུ་ཞིག་ཡིན་པ་ཡིན་ན་ཡང་འབུར་འཇོམས་བྱེད་པའི་གནས་སྟངས་ཅིག་ཆགས་བསྡད་ཡོད་དེ་ང་ཚོས་ཤེས་ཀྱི་ཡོད་རེད། ཡིན་པ་ཡིན་ན་ཡང་མཚམས་མཚམས་ལ་བོད་ནང་གི་གནས་བབ་དེ་ཚོ་ཡང། རྒྱ་ནག་གི་ལག་རྟེར་དེ་ཡང་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་ཡང་དེ་འདྲ་བོའི་གནས་སྟངས་ཅིག་ཡོང་གི་འདུག་དེ་ཡིན་དུས་ང་ཚོ་དེ་འདྲ་བའི་གནས་སྟངས་འདི་སྤེལ་ཡོང་བ་ཡིན་ན། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་དམངས་ལ་ཡང་གདུང་སེམས་མཉམ་སྐྱེད་དེ་ཆགས་ཐུབ་གོ་ནས་ཐུབ་ཀྱི་མེད་ནའི་ང་ཚོ་དོགས་པ་རེད་འདུག་ངས་དཔེ་མཚོན་གཅིག་བཞག་པ་ཡིན་ན་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་ཡང། ཨ་ནི་རིག་གནས་གསར་བརྗེའི་ལྟ་བའི་ལས་འགུལ་སྤེལ་མཁན་ཡོང་གི་འདུག་དཔེར་ན་ད་ངས་པད་སྐྱིད་བཞག་པའི་ནང་ནས་ཆུ་རྒྱུས་ཕྱི་འདིའི་རྣམ་པ་ཚོ་ལ་ཡང་ང་དང་ང་ཕྱི་ཁྱོད་གསུམ་གྱི་སྒོ་ནས་ལས་འགུལ་ཡང་སྤེལ་མཁན་མང་པོ་འདུག་དེ་ཡང་འདས་པའི་ལོ་ལྔ་གི་རིང་ལ་ལས་འགུལ་སྤེལ་མཁན་ཡང་མང་པོ་བྱུང། ད། དེ་འདྲ་དེ་ལྟ་བུའི་གནས་སྟངས་ལ་ངས་བསམ་བློ་བཏང་བ་ཡིན་ན། གཞི་ལས་རྒྱ་ཆེའི་མི་མང་གིས་ང་ཚོ་ལ་འཆང་བའི་རེ་བ་དེ་རྩ་བ་ནས་ལག་རེ་བསམ་ཐུབ། མཚམས་མཚམས་ལ་ང་ཚོ་ཅིག་སྐྱིད་ན་མཉམ་སྐྱིད་སྡུག་ན་མཉམ་སྐྱིད་ཅེས་མང་པོ་ཅིག་ལབ་འདུག་ཡིན་ནའང་མཚམས་མཚམས་ལ་ངས་དཔེ་དཔེ་ངས་དཔེ་མཚོན་ཅིག་དཔེར་ན་ཆོས་རྒྱུད་ཕྱི་འབྲེལ་རྣམ་པ་ཚོར་བསམ་བློ་བཏང་བ་ཡིན་ན་དཔེ་ཆུང་ཆུང་ཅིག་རེད།

ཡིན་པ་ཡིན་ན་ཡང། གཞི་ནས་རྒྱ་ཆེའི་མང་མང་གིས་འདི་རིགས་ལ་བསམ་བློ་བཏང་ན་དངོས་ལུས་གྲངས་ཉིས་ཀྱི་སེམས་གཏམ་གྱི་སྐྱོ་དགོས་ཡག་གི་གནས་སྟངས་ངོས་ནས་ཡོང་གི་འདུག་དཔེར་ན་ཉེ་ཆར་ཨ་རི་ཨ་ནི་མོ་བཞི་དང་འཇིག་རྟེན་བུ་སྤྲེལ་ནང་བསྡད་ནས་འཛམ་གླིང་གི་འཛམ་གླིང་གོ་ལ་ནས་བསྒར་ནས་ཨ་ནི་ཟླ་བའི་གོ་ལ་ལ་སྐོར་ར་ཅིག་བརྒྱབ་པས། ཁོ་ཚོ་ཟུར་འཁོར་བའི་ཡོང་བའི་སྐབས་ལ་ཨ་ནི་དེའི་འགོ་བ་དེས་ཁོ་རང་ཆུ་དཔོན་གྱི་མདུན་ལ་འགྲོ་འདོད་ཨ་དེའི་སྐབས་ལ་ག་རེ་ལབ་འདུག་ཨོ་ད་ང་རང་ཚོ་འཛམ་བུའི་རང་སའི་དཔེ་ཆུང་ཆུང་ཞིག་རེད། དཔེ་ཆུང་ཆུང་ཟེར་གོ་ལ་གཞན་པ་ལ་བལྟ་ན། དེ་ཡིན་དུས་འཛམ་བུ་གླིང་འདིའི་སྒང་གི་རྒྱལ་ཁབ་འདི་ཚོ་འཁྲུག་རྩོད་དང་འདི་འདྲ་དེ་ག་རེ་བྱེད་དགོས་རེད། མ་འོངས་པ་དེ་འདྲ་རྩ་བ་ནས་བཤད་མི་འདུག་ཟེར་ཁུལ་དེ་འདྲ་ལབ་འདུག་ཨ། དེ་ལ་དཔེ་བཞག་པ་ཡིན་ན་ང་ཚོའི་བཙན་བྱོལ་སྤྱི་ཚོགས་འདི་སྤར་མོ་བཀང་མ་གཏོགས་ཡོད་མ་རེད་སྤར་མོ་བཀང་མ་གཏོགས་ཡོད་མ་རེད། དེ་ཡིན་ཏེ་ནི་ད་ལྟ་ངའི་རེ་བ་དེའང་དེ་ད་ལྟ་སྒང་ནས་ཕྱག་རོགས་ཁ་ཤས་ཀྱང་དེའི་སྒང་ལ་རེ་བ་བཏོན་སོང། ད་ལྟ་ཡང་ན་བཀའ་ཤག་ཡང་གསར་པ་ཡོང་གི་ཡོད་རེད་ནི་སྤྱི་འཐུས་ཡང་མང་པོ་ཅིག་གསར་པ་ཆགས་ཀྱི་ཡོད་དེ་ཡིན་ཏེ་ད་ང་རང་ཚོ་འདིའི་ནང་ལ་ཡོད་པའི་ནི་གྲོས་ཚོགས་ཁང་འཐུས་མི་ཚོ་མིག་དཔེ་ལྟ་ནས་སྤྱི་ཚོགས་སྒང་ལ་ཆིག་སྒྲིལ་གྱི་ནུས་པ་ཅིག་བཏོན་པ་ཡིན་ན་ནི་དེ་རེ་བ་ཆུང་ཆུང་ཅིག་ཡོད་རེད་བསམ་གྱི་འདུག་རེད་མ་གཏོགས་ང་ཚོས་ཅིག་དེའི་སྒང་ལ་ཡ་ཅིག་ག་རེ་བྱེད་དགོས་རེད། ཨ་རེ་ཅིག། དགྲ་དགའ་གཉེན་སྡུག་གི་ལས་དོན་མང་པོ་ཞིག་བྱས་པ་ཡིན་ན་ཅིག་ཅིག་ག་ཐོབ་འགྲོ་ཡ་དང་ཅིག་ག་ཤོར་འགྲོ་ཡ་ཡོད་ཟེར་ན་རྩ་བ་ནས་ཡོད་པ་མ་རེད། འདས་པའི་ལོ་རྒྱུས་སྒང་ལ་ང་ཚོས་བསམ་བློ་བཏང་བ་ཡིན་ན་རྐང་འཁྲ་ས་མང་པོ་ཡོད་ད་རྐང་འཁྲ་ས་ཚོ་རང་སོ་སོ་སོ་སོའི་དཀར་ཟས་གོན་འདྲེ། རྐང་པའི་སྒང་ལ་ཡང་བརྟན་པོ་བསྡད་ཡོད་ཟེར་ནས་མང་པོ་སྤེན་ཚུན་ཡོད་རེད།

དེའི་སྒང་ན་ཨ་ནེ་འཇིགས་ཞུགས་ཀྱི་རྒྱ་ཡ་ཡོད་ན་ངོ་ནི་གདོང་སེམས་ཉམས་ཀྱི་ངོ་ནི་དེ་ལྟས་ཆགས་འདུག་ཟེར་ངས་ལྟས་གཅིག་བཞིན་དུ། ཉེས་པ་དེ་ད་བོད་ནང་ལ་ཡང་ད་གནས་བབ་མང་པོ་ཅིག་གི་དཀའ་ངར་མང་པོ་འཕྲད་ཀྱི་ཡོད་རེད་དེའང་ནང་བཞིན་ང་རང་ཚོ་གནའ་ཡོད་ཀྱི་མི་སྣ་མང་པོ་ཅིག་དཔང་སྒྱུར་གྱི་སྐྱེ་བོ་མང་པོ་ཅིག་ཡང་ན་གཅིག་གཅིག་ཉིན་གཅིག་གཅིག་ཉིན་ཐུག་གི་ད་ཚེ་ཕྱི་མའི་ལམ་ལ་འགྲོ་བཞག་ཡོད། དཔེ་ཆ་བཞག་པ་ཡིན་ན་ཉེ་ཆར་ཡང་ན་འབའ་ཡང་ལང་རྡོ་རྗེ་རེད། དེ་འང་ནང་བཞིན་སྐར་རྩིས་ལམ་གྲགས་རིན་པོ་ཆེ་རེད། ཁོང་རྣམ་པ་ཚོ་ཡང་ན་ཉེ་ཆར་ཉེ་ཆར་རང་གནས་ཀྱི་འཇིག་རྟེན་ཕྱི་མའི་ལམ་ན་ཕེབས་པ་རེད། དེ་ཚོ་ཡང་ང་ཚོ་གཅིག་ཧ་གོ་གོ་རེད་བསམ་གྱི་འདུག་ཁོང་རྣམ་པ་གཉིས་ལ་བསམ་བློ་བཏང་དུས་ཚོད་ཉམ་ཆུང་ཅན་གྱི་སྐབས་ལ་འཇིག་རྟེན་ཆགས་འཇིག་ལྟ་བུའི་གནས་སྐབས་ཀྱི་སྐབས་ལ། པཎ་ཆེན་རིན་པོ་ཆེས་སྐུ་མཚམས་བཅུ་པའི་ནི་ཕྱག་གཡས་གཡོན་བལྟ་བའི་ཕྱག་ལེན་གནང་ནས་བོད་ཀྱི་ད་རེས་ཀྱི་བཀའ་ཟུར་བཀའ་དང་ཡི་གེའི་རིགས་གཞུང་ཡིག་འབྲུ་གོམས་གཤིས་ལ་སོགས་པ་ལ་ག་ཚོད་ཅིག་བདག་པོ་བརྒྱབ། དཔེ་གཅིག་བཞག་པ་ཡིན་ན་ནི་སྡེ་དགེ་པར་གྱི་ཆུ་མཛོད་ཆེན་མོ་གཅིག་པའི་ནི་ཀྱི་ག་ཚོད་སྒོ་ནས་སྲུང་སྐྱོབ་བྱེད་པའི་གནས་བབ་ལ་བསམ་བློ་གཏོང་བ་ཡང་ཧ་ལས་པའི་གནས་བབ་ག་ཚོད་སྒོ་རེད་ཁྱེད་ཀྱིས་ཕྱག་བཞིའི་རླབས་ཆེན་བཞག་འདུག་བ།

སེམས་གཅིག་ཆགས་ཡོད་གནས་སྟངས་དེ་ཚོ་ཡང་ཡོང་ཡོང་གི་རེད་བསམ་གྱི་འདུག་དེ་ཚོ་གནས་བབ་གཅིག་རེད་བསམ། དེ་ག་ནང་བཞིན་ད་ང་རང་ཚོ་འདི་ལ་གཅིག་གར་ཚེ་དགོས་འདི་ད་མ་འོངས་པ་ང་རང་ཚོ་གཅིག་རང་དབང་རང་བཙན་ཐོབ་པའི་ཉིན་མོ་ཡང་ཕྱག་རྟགས་ཡག་ཤོས་དེ་ང་ཚོ་མང་གཙོ་གི་ལམ་ཁ་འགྲོ་ཡ་འདི་རེད་འདི་ལ་ལྷག་ཅིག་གང་ཡོད་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རང་ནས་སྙིང་ལ་བརྣག་པའི་འདོད་པའི་དོན་དེ་རེད། ད་ང་ཚོའི་དམངས་གཙོའི་ལམ་ལ་འགྲོ་བའི་འགྲོ་ནས་ད་མི་ལོ་དྲུག་ཅུ་ལྷག་ཅིག་འགྲོ་གི་ཡོད་རེད། མི་ལོ་བདུན་ཅུ་ལ་ཟིན་གི་ཡོད་རེད། ཡིན་པ་ཡིན་ན་ད་ལྟ་ང་ཚོའི་ཕྱི་གི་གར་རྩེད་སྐོར་ཕྱི་ཚོགས་པའི་གནས་བབ་ལ་ལྟ་འོངས་པ་ཡིན་ན། ཨ་ནི་ང་ཚོའི་དམངས་གཙོའི་གི་ཕྱི་གར་རྩེད་སྐོར་ལྟ་གྲུབ། དམངས་གཙོའི་གོ་རྟོགས་ཟེར་དགོས་ན་འདྲ། དམངས་གཙོའི་གི་ལག་ལེན་དེ་ག་ཚོད་ཅིག་ལ་སླེབས་གི་འདུག། ངས་བསམ་བློ་བཏང་ན་ད་དུང་ཡང་ང་རང་ཚོའི་དམངས་གཙོའི་གནས་བབ་འདི་གླ་འཁོར་ཆགས་འདུག་བསམ་གི་ཡོད་རེད། དེ་ཡིན་ནའི་དེའི་སྒང་ལ་ང་ཚོས་ཅིག་ག་རེའི་སྒོ་ནས་ཤུགས་རྒྱབ་དགོས་འདུག་འཛིན་སྐྱོང་བཀའ་ཤག་གིས་ཡང་དེའི་སྒང་ལ་ག་འདྲ་བྱས་ནས་ཤུགས་རྒྱབ་དགོས་འདུག་ང་ཚོ་ལ་མང་གཙོ་གི་གནས་བབ་ལ་གོ་རྟོགས་ཡོད་རེད་ཡོད་མ་རེད། མེད་ན་དེ་ལ་ཤུགས་རྒྱབ་དགོས་ད་ཡོད་ན། མང་གཙོ་གོ་རྟོགས་ཡོད་པ་ཡིན་ན་ག་རེ་བྱས་ནས་ལྡོག་ཕྱོགས་པ་ཞིག་བཟོ་གི་ཡོད་རེད། དེ་ཚོ་གནས་བབ་ཅིག་རེད་བསམ་གྱི་འདུག་དེའང་ནང་བཞིན་ན་ང་རང་ཚོ་དངོས་གནས་གཅིག་གི་ང་ཚོ་བཅའ་ཁྲིམས་རིན་པོ་ཆེ་གི་དགོངས་དོན་ལྟར་དུ་འགྲོ་དགོས་པ་ཡིན་ན་འོ་ནི་ང་ཚོ་ལས་འགན་གལ་ཆེ་ཤོས་དེ་འོ་ནི་བོད་ཀྱི་བདེན་མཐའ་གསར་ཡ་རེད། བོད་ཀྱི་བདེན་མཐའ་གསར་བ་ལ་ཚང་མ་རྡོག་རྩ་གཅིག་སྒྲིལ་ནུས་ཤུགས་གཅིག་སྒྲིལ་གྱི་སྒོ་ནས་འོ་ནི་སྤྱི་སེམས་གཅིག་དགོས་ཡོད་ང་ཚོ་ལ། ཡིན་ན་ཡང་དེ་ཚོ་ང་རང་ཚོའི་སྤྱི་ཚོགས་ནང་ལ་བསམ་བློ་བཏང་བ་ཡིན་ན། ཀྱི་སེམས་དེའང་ལ་སྐུར་ཆགས་སྤྲོ་ཆགས་སྤྲོ་རེད། སོ་སོའི་སྒེར་གྱི་ཁེ་ཕན་ཆུང་ཆུང་ཆུང་ཆུང་རེ་མཐོང་དུས། ག་རེ་ཡིན་ན་ཤེས་འགྲོ་ཡ་དེ་འདྲ་མེད་པ་མཐོང་གི་འདུག་དེ་ཚོ་ཡང་ང་རང་ཚོ་ད་རྗེས་ལས་རྒྱ་ཆེན་མི་མང་གིས་མཐོང་ཡོང་བ་ཡིན་ན། ནས་སེམས་ཤུགས་ག་ཚོད་ཆགས་ཡ་ནས་བབ་ཏན་ཏན་འདུག། བྱེད་ཅིག་དེ་ནས་ང་རང་ཚོ་ཡང་མཚམས་མཚམས་ལ་ཡང་རང་བཙན་ཡོད་པའི་རྒྱལ་ཁབ་ནང་བཞིན་ཅིག་གི་ནས་བསམ་བློ་ཅིག་དཀར་ཟིལ་གྱི་སྣང་བ་བླ་དྭགས་ནས་ཅིག་ཅིག་ང་དང་པོ་ཁྱོད་དང་པོ་ཟེར་བའི་ནད་པ་པ་མང་པོ་ཡོང་གི་འདུག་དེ་ཧ་ན་ཅིག་ད་ང་རང་ཚོ་ནས་དམངས་གཙོ་ག་བ་གསུམ་ཟེར་ཡ་དེ་ཡང་ན་ད་ཅིག་ག་རེ་གོ་ཅིག་གི། དེའི་གནས་བབ་ལ་བསམ་བློ་བཏང་བ་ཡིན་ན་འདྲ་དོ། མང་གཙོ་ཀ་བ་གསུམ་གྱི་ཨེ་ནས་ཅིག་ཇི་སྙིམ་སྟངས་འཛིན་གྱི་གནས་བབ་ལ་ཡང་ན་ངས་ཅིག་ཅིག་གི་སྒང་ལ་ཡ་ཨེ་ནས་ཅིག་སློབ་གསོ་བཏང་ཡ་དང་ཅིག་ཅིག་གི་སྒང་ལ་ཡ་ཅིག་གར་སེ་གོ་འདྲི་ཅིག་འདི་བྱེད་དགོས་རེད་འདི་བྱེད་དགོས་མ་རེད་ཟེར་གནས་བབ་དེ་ངས་ཅིག་མཐོང་གི་མི་འདུག་དེ་ཡན་དེ་མང་གཙོ་གི་གར་དེ་ཀ་བ་གསུམ་པོ་དེ་ཡང་ཇི་སྙིམ་སྟངས་འཛིན་གྱི་སྒོ་ནས་ཅིག་ཅིག་ལ་ཆེ་མཐོང་བྱས་ཅིག་ཅིག་ལ་བཀས་བཀུར་བྱས་ནས་དེ་འདྲ་འགྲོ་བ་ཡིན་ན་ང་ཚོ་མཛའ་གཙོ་རྣམ་པས་མིག་དཔེ་ཞིག་བཞག་ཐུབ་པ་ཡིན་ན། དེ་ནས་ང་རང་ཚོ་ཚང་མ་ཡང་ཅིག་རྡོག་རྩ་གཅིག་སྒྲིལ་ནུས་པ་གཅིག་ཏུ་བསྒྲིལ་ཡོད་ཅིག་དུས་ཚོད་བཟང་པོ་ཅིག་དང་ཉི་མ་ཡག་པོ་ཅིག་ཤར་གི་རེད་བསམ་ད་ངས་དེ་འདྲ་ཅིག་འཆར་སྣང་ཅིག་བྱས། བ་འདི་ཕྱོགས་སུ་ཆོད་ད་ད་ད། ང་རང་ཚོ་བོད་ནང་གི་རྫ་དྲག་གནས་སྟངས་ཐོག་གདུང་སེམས་མཉམ་སྐྱེད་ཀྱི་གྲོས་འཆར་ཡིག་ཆ་ཨང་གསུམ་པའི་ཐོག་ལ་ཆ་ཤས་ལེན་གྱི་ཡོད་ཨེ་སྤྱི་བཏང་ཏང་ཙུའུ་གྲོས་ཚོགས་རིམ་པ་ག་དུས་ཚོགས་ཀྱི་ཡོད་པའི་གནས་དེ་གླེང་སློང་བྱས་ཏེ་ཆ་དེ་རེད་ད་ག་ནང་བཞིན་ཨ་ནི་ཚོགས་ལ་ཉེ་ཆར་སྤྱི་ཟླ་གསུམ་པ་ནང་ལ་ང་ཚོ་གྲོས་ཚོགས་ཚོགས་རེད་དེ་སྐབས་བཅུ་བདུན་གྱི་གྲོས་ཚོགས་ཆགས་ཀྱི་ཡོད་རེད་ཡིན་ནའི་ཨ་ནི། བཀའ་ཤག་སྐབས་བཅུ་དྲུག་པ་ཆགས་ཀྱི་བཅུ་དྲུག་པ་ཆགས་ཀྱི་ཡོད་རེད། དེ་འདྲའི་དུས་སུ་སུ་ཀའི་དེའི་ཐོག་ལ་ཆ་ཤས་ལན་ནི་འགའ་མི་ཞུས་ཡོད་ཨ་ནི། ད་ལྟ་བཀའ་ཤག་གསར་པ་ཕེབས་ཡོད་རེད་དེ་སྤྱི་འཐུས་གསར་བ་ཡོད་རེད་དེ་ཡིན་ནའི་མི་ཡིས་ད་ལྟ་བཀའ་ཤག་ནང་ལ་སྲིད་སྐྱོང་རང་ཅག་ཆགས་བསྡད་རུ་ད་ལྟ་ང་རང་ཤི་ངེས་དེ་སྐབས་བཅུ་བདུན་ནང་ལ་སྤྱི་འཐུས་ཡིན་པ་ཆགས་འདུག་དེ་འདྲའི་ཡིན་དུས་སྐད་ཆ་མང་པོ་བཤད་མ་དགོས་པའི་ཐོག་ནས་སུད་སུད་ཀྱིས་ད་གཙོ་བོད་ནང་གི་རྫ་དྲག་གནས་སྟངས་ཀྱི་ཐོག་དེ་ད་ལྟ་གོང་ནས་སྤྱི་འཐུས་ཁག་ཅིག་གིས་བཀའ་མོལ་གནང་ལ། ཨ་ནི་ཁོར་ཡུག་རེད། མི་རིགས་ཀྱི་རྩ་མེད་བཏང་ཡ་རེད་སྐད་ཡིག་རེད་གང་ཅིའི་ཐོག་ནས་རྩ་མེད་བཏང་གི་ཡོད་པ་རྒྱ་ནག་དམར་གཞུང་གིས་དེ་ཚོའི་ཐོག་ད་ང་ཚོས་གཟབ་གཟབ་བྱེད་དགོས་ཀྱི་འདུག་གསུང་གི་ཡོད་རེད། ཡིན་ནས་སོ་སོའི་ངོས་ནས་ད་གཙོ་བོ་ཆེ་ཤོས་དེ་ག་རེ་མཐོང་གི་འདུག་ཞུས་པ་ཡིན་ན། དཀའ་ངལ་དེ་ཚོ་ཚང་མ་སེལ་ཡ་ལ་བོད་རྒྱ་འབྲེལ་མོལ་དེ་ངེས་པར་དུ་གནང་དགོས་ཀྱི་འདུག་ད་ང་ཚོ་གྲོས་ཚོགས་ནང་རབ་དང་རིམ་པ་ཤེས་ཀྱི་ཡོད་རེད་གྲུབ་འབྲས་ཐོན་གྱི་འདུག་མིན་འདུག་ང་ཚོ་ཚང་མས་མཁྱེན་གྱི་རེད། ད་གྲོས་ཚོགས་སྐབས་བཅོ་བརྒྱད་ཆགས་ཀྱི་ཡོད་རེད་བཀའ་ཤག་སྐབས་བཅུ་བདུན་ཆགས་བསྡད་ཀྱི་ཡོད་རེད། དེའི་རིང་ལ་ང་ཚོ་གྲོས་ཚོགས་ག་དུས་ཚོགས་ཀྱི་ཡོད་པའི་ནས་བོད་ནང་རྫ་དྲག་གནས་སྟངས་ཀྱི་ཐོག་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་འཆར་དེ་ཁྱི་ཡོང་བསྡད་ཀྱི་ཡོད་རེད། ཨ་ད་བར་དུ་གྲུབ་འབྲས་ག་རེ་ཐོན་སོ་ཐོན་མ་སོ་རྣམ་པ་ཚོས་ཚང་མས་མཐོང་བསྡད་ཀྱི་རེད་མ་གཏོགས་མི་གཅིག་གིས་ཤེས་ནི་འདི་རེད་མ་རེད་ལ་ལབ་དགོས་ཡ་ཡོད་མ་རེད་དེ་ཡིན་ནའི་སོ་སོའི་ངོས་ནས་ད་ད་ད་བར་དུ་གྲུབ་འབྲས་ཐོན་གྱི་མེད་པར་བརྟེན་ནས་བོད་རྒྱ་འབྲེལ་མོལ་དེ་ཡིན་གཅིག་མི་གཅིག་ངེས་པར་དུ་གནང་ཐུབ་དགོས་ཀྱི་འདུག་ཨ་ནི་རྩྭ་ཐང་འདྲ། བ་ཚོགས་གཙོ་མཆོག་ཞུ་ཡལ་ལ་སྲིད་སྐྱོང་གིས་ད་ཉན་གི་ཡོད་མེད་ཧ་གོ་ངོ་འདུག་མིག་དེ་མ་བཙུམ་དེ་བཞག་དེ་འདྲ་ཡིན་དུས། ད་ངོ་འཛུལ་གི་ཞུ་ཡལ་དུ་གཙོ་བོ་དེ་སྲིད་སྐྱོང་ཆགས་རྒྱུར་འཛིན་སྐྱོང་ཡིན་པ་ཡིན་དུས། སྤྱི་འཐུས་ལྷན་ཚོགས་ཀྱི་ཆབ་སྲིད་ཀྱི་ཐོག་ལ་འགན་ཡོད་མ་རེད་ངས་ཞུ་གོས་ཁ་སང་དེ་ལས་ཞུས་པ་ཡིན་གང་ཡིན་ཟེར་ན། རྒྱལ་བ་རིན་པོ་ཆེ་སྐུ་དབང་མ་རྩིས་སྤྲོད་གནང་བའི་རྗེས་ལ། ཨ་ནི་སྲིད་སྐྱོང་གི་མིང་འདི་ད་ཆབ་སྲིད་ཀྱི་འགན་ལེན་གི་ཡོད་ལེན་དགོས་ཀྱི་ཡོད་ཙང་ཨ་ནི་སྲིད་སྐྱོང་དེ་བཏགས་ཡོད་རེད་དེ་འདྲ་ཡིན་དུས། སྲིད་སྐྱོང་གིས་ད་ལྟ་བར་དུ་ད་སྐབས་བཀའ་ཤག་སྐབས་བཅུ་དྲུག་གི་དུས་ཡུན་ལོ་ལྔ་ནང་ལ། བོད་རྒྱ་འབྲེལ་མོལ་ཐོག་ལ་ག་རེ་གནང་ཡོད་མེད་ཀྱི་སོ་སོ་དེའི་ཐོག་ལ་དྲི་བ་དྲིས་ཡོད་དེ་ལན་ག་ཡང་བྱུང་ཡོད་མ་རེད། ད་སོ་སོའི་མཐོང་ཡ་དེ་ག་རེ་ཡོད་ལ་ན་ཐབས་ཇུས་ཚོགས་འདུ་ལ་ནི་ལོ་རེ་རེ་ཅིག་ཚོགས་བསྡད་ཀྱི་འདུག་དེ་ནང་ལ་ནི་ག་རེ་ཕྱག་ལས་གནང་ཡོད་མེད་དང་དེ་ཚོའི་ཐོག་ལ། བཀའ་ཤག་གི་གསལ་བཤད་གྲོས་ཚོགས་ནང་ལ་ཡོང་གི་ཡོད་པ་ནས་དེའི་ཐོག་ལ་གང་ཡང་ཡོད་མ་རེད། དྲི་བ་ག་ཚོད་དྲིས་པ་ཡིན་ནའི། གྲོས་ཚོགས་ལ་འགན་ཁུར་བའི་ཐོག་ནས་ལན་ག་ཡང་བྱུང་མ་སོང། ད་ལྟ་འདི་ངས་ད་ག་རང་ལ་འཚམས་འདྲི་གི་བཀའ་ཤག་གི་གསུང་བཤད་ཅིག་གནང་ཡོད་རེད། དེའི་ཐོག་ལ། ལས་འགན་ཁུར་ནས་ལན་འདེབས་བྱེད་ཀྱི་ཡིན་གསུང་གི་ཡོད་རེད་དེ། ད་ལྟ་བར་དུ་ང་ཚོ་བོད་ནང་རྫ་དྲག་གནས་སྟངས་ཐོག་ལ་བགྲོ་གླེང་བྱས་པའི་ཐོག་ནས། འགན་ཁུར་བའི་ཐོག་ནས་གསལ་བཤད་ག་རེ་བྱས་ཡོད་རེད། ལན་ག་རེ་གནང་ཡོད་རེད། དེ་ཚོ་དགོངས་པ་བཞེས་དགོས་ཀྱི་འདུག། དེ་ཅིག་ཞུ་ཡས་ཡིན། ད་ད་ད་ང་ཚོ་ངེད་ཀྱི་གཙོ་བོ་ཞུ་ཡས་དེ་བོད་རྒྱ་འབྲེལ་མོལ་བྱེད་དགོས་ཀྱི་ཞུ་ཡས་དེ་ད་དཀའ་ངལ་དེ་ཚོ་སེལ་དགོས་དགོས་ན་བོད་རྒྱ་འབྲེལ་མོལ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་དེ་མ་གཏོགས་ཕྱི་རྒྱལ་གྱི་ནི་ཏིང་ངེ་ང་ཞུ་ཡས་གཙོ་བོ་དག་རང་ཡིན་དུས་རྟག་ཏུ་ག་དུས་ཡར་ལངས་པ་ཡིན་ནས། ཕྱི་རྒྱལ་གྱི་ཨ་ནི་གནད་ཡོད་མི་སྣ་རེད་གྲོས་ཚོགས་རེད་དེ་ཚོའི་ཐོག་ནས་བགྲོ་གླེང་གླིང་བ་གཙང་བ་དང་གྲོས་ཆོད་བཞག་པ་ཙམ་གྱིས་ང་ཚོ་བོད་རྒྱ་དཀའ་ངལ་སེལ་ཐུག་གི་རེད་བས་ལ་ན་དུས་ནམ་ཡང་སེལ་ཐུག་ཡོད་མ་རེད་ད་ལྟའི་བར་དུ་སེལ་ཐུག་ཡོད་མ་རེད། ད་ལྟ་ང་ཚོ་འདི་ན་ལ་ཡོད་རེད་སྔོན་གླིང་དང་དེ་ཚོ་ན་ལ་ཨ་རིག་གིས་བོད་རྒྱ་འབྲེལ་མོལ་ཡོང་ཡ་ཐོག་ལ་སེམས་འཚབ་བྱེད་ཀྱི་ཡོད་པ་ཡོང་དགོས་ཀྱི་ཡོད་པ། དེ་ཚོ་ཁོ་ན་ཚོ་གི་བསམ་ཚུལ་བཏོན་ཆོག་གི་ཡོད་རེད་དེ་དོན་ངོ་མ་ང་ཚོས་ལག་ལེན་ཐུགས་རེད་ལ་ན་ཐུགས་ཐུགས་ཀྱི་མ་རེད། ལག་ལེན་ཐུགས་རེད་ལ་ག་རེ་དགོས་གོ་ལ་ན་རྒྱ་ནག་གཞུང་དང་ཐད་ཀར་འབྲེལ་བ་གནང་ཐུགས་དགོས་གོ། ཐབས་ལམ་ག་འདྲེ་ཚད་པ་ཡིན་པ་ཡིན་ནས། འདི་མ་བྱུང་པ་བར་དོ། ད་ལྟ་འདི་གང་གི་འདི་གོང་གི་སྤྱི་འཐུས་གཅིག་གིས་བཤད་སོ། སྤྱི་འཐུས་ཀྱི་འགན་ཁུར་ཁུར་རེད། ཨ་ནི་ཕྱི་རྒྱལ་མི་ལ་སྐད་ཆ་བཤད་ནི་འདི་ཆོག་ལ་དེ་ཚོ་ཡོང་ཡ་ཡོད་མ་རེད་བྱེད་ཆོག་གི་ཡོད་རེད་ང་ཚོ་ཆབ་སྲིད་ཀྱི་ག་ལ་འོ་རེད་ད་ཆབ་སྲིད་ཀྱི་འགྲོ་འགྲོ་སྟངས་ཀྱི་ཐོག་ནས། ཕྱི་རྒྱལ་མི་སྣར་ཐུག་ཡ་གནད་ཡོད་མི་སྣར་ཐུག་ཡ་བཤད་ཡ་བོད་ཀྱི་གནས་སྟངས་དཀའ་ངལ་བཤད་གསལ་བཤད་བྱེད་དགོས་དེ་ཆབ་སྲིད་ཀྱི་འགྲོ་སྟངས་ཀྱི་རེད་བསམ་གྱི་ཡོད་མ་འདུག་འདིའི་དཀའ་ངལ་ངོ་མ་སེལ་ཐུག་གི་རེད་ལ་ན་རྩ་བ་ཉིད་ནས་སེལ་ཐུག་གི་མ་རེད་དེ་ངས་ཐག་ཆོད་ནས་ཞུ་ཐུག་གི་འདུག་ཐད་ཀར་རྒྱ་ནག་གཞུང་ལ་འབྲེལ་བ་མ་བྱས་པའི་ཐོག་ནས། ཨ་ནི་ཕྱིའི་རྒྱལ་ཁབ་དང། གནད་ཡོད་མི་སྣ་མཇལ་འཕྲད་བྱས་པ་ཙམ་གྱིས་ང་ཚོའི་དཀའ་ངལ་སེལ་དུས་ནམ་ཡང་ཐུག་གི་མ་རེད། སྤྱི་འཐུས་ལྷན་ཚོགས་མི་བཞི་བཞི་ཤ་ང་འགན་འཁུར་ཐུག་རེད་ལ་ན། ང། གང་ཟག་དེ་གི་དུས་ནམ་ཡང་འགན་ཡོག་མ་རེད་ངོ་ཚུལ་ལ། ཆབ། ཆབ་སྲིད་ཀྱི་འགན་གཙོ་བོ་དེ་སྲིད་སྐྱོང་ལ་ཡོད། འཛིན་སྐྱོང་བཀའ་ཤག་ལས་ཡོར་ངས་དྲན་གྱི་མེད། ཐག་གཅོད་ངོ་མ་དེ། སྲིད་སྐྱོང་གི་བྱེད་དགོས་གོ་རེད་དེ་འདྲོན་དེ་རྒྱ་བ་རིན་པོ་ཆེ། དགོང་ལོས་བབ་པའི་ཐོག་ནས་རེད་བོད་ལ་དེ་འདྲ་ཞུ་ཐུག་དགོས་གི་ཡོ་རེད། ང་རང་ཚོ། གྲོས་ཚོགས་འཚོགས་བྱས་གདུང་སེམས་མཉམ་སྐྱེ་རྟག་པ་རེ་བཤད་དེ་མོ་གོ་བའི་ཐོག་ནས་འདི་དཀའ་ངལ་བསལ་ཡ་འདི་ད་ཁོ་ཡུ་རེད་མི་རིགས་རྩ་མེད་བཟོ་ཡ་རེད་སྐད་ཡིག་དང་རིག་གཞུང་གང་ཅི་ཐོག་ནས་འདི་དཀའ་ངལ་བསལ་ཐུབ་ཡ་ལ་བོད་རྒྱ་འབྲེལ་མོལ་ཐོག་ནས་བསལ་དགོས་གི་འདུག་ཨ་སྲིད་སྐྱོང་གཉིས་ཁུག་དེ་གི་འདུག་དེ་དཔའ་འདེགས་ཚོགས་གཙོ་མཆོག་ཨ་འདི་ང་ཚོ་བཤད་ཡ་འདི་ཁོ་ཆོ་གི་ཡོད་རེད་ཆོ་གི་ཡོད་མ་འདི་ཐག་ཆོད་སུ་གནང་རོགས་གནང་ཕི་ཁེ་ཟིག་རོ་ཆེ།